ལང་ཚོ་ནི་གནོང་འགྱོད་མེད་པའི་འགྲུབ་གཞི་རིང་མོ་ཞིག་ཡིན་ཞིང་བླ་མ་སྐྱ་མོ་རྡོ་སྦིས་སྔོན་དུས་བར་ཆད་མང་ལ་དཀའ་སྡུག་ཀྱང་མང་མོད། ཡང་ཡང་སེམས་ལ་བརྣག་པའི་ཕུགས་བསམ་དང་དམ་བཅའ་དེའི་ཆེད་དུ་ང་ཚོས་ནམ་ཡང་དཔའ་མ་ཕྱིན་བློ་མ་ཕམ་པར་རྒྱང་ནས་རྒྱང་དུ་སྐྱོད་དགོས།

ད་རང་གི་ཡུལ་ན་རི་མོ་རྩ་ཚིག་ཟིན་བྲིས་དེ་ཡི་གེ་དག་ཡོད། དེའི་རི་མོའི་ནང་ནས་གཙོ་བོ་ཐང་ཁ་ར་དང་གནམ་མཚོན་རི་མོ་ཁྱིམ་མཚོན་རི་མོ་དང་ལྕགས་བྲིས་དུ་མ་རེ་འབྲི་གི་ཡོད། གཡུང་དྲུང་སྒྲོལ་མ་ཞེས་པའི་བུ་མོ་འདི་ནི་སི་ཁྲོན་རྔ་བ་ཁུལ་མཛོ་དགེ་རྫོང་ནས་ཡིན་ཞིང།
ཨ་སྐྱི་ལོ་རོང་ཡུལ་ཚོའི་གཡའ་ལུང་བར་དུ་བ་ཞེས་པའི་རི་དེ་ཆུང་ཆུང་ཞིག་ནས་རིམ་གྱིས་ནར་སོན། ཁོ་མོའི་འཚར་ལོངས་བྱུང་བའི་གོ་རིམ་ཁྲོད་དུ་ནང་སེམས་ཀྱི་འཇིག་རྟེན་ལ་ཚོད་འདང་བཞུགས་ཤིང། སྒྱུ་རྩལ་གྱི་གོ་ཡང་ནས་གཤོག་ཟུང་གི་གཡང་སྒྲས་ཆེར་དུ་གསན། དེ་ལྟ་ང་རི་མོ་ཡིན་ན་ཤང་གི་རང་གི་ཕྱིའི་གི་ཆུང་འབྲིང་ནས་གི་ཕྱིའི་གི་རི་མོ་འབྲི་རྒྱུ་ག་གི་མོ། ད་ང་རང་གིས་འབྲིས། དྲན་པ་ཡོད་དུས་ཟིན་གི་ད་ཞིག་རི་མོ་འབྲི་ཆོག་ཁ་ཁུག་ཏུ་ལྷོ་བྲག་ནང་ན་ཡིན་ན་ད། ཡུལ་ག་ཡོང་ན་ཡིན་ན་ད་ཧ་མ་ཟིག་ར་ཞིག་གི་དུས་ཐོག་ན་བྱ་ཆོག་ཡིན་ནི་ད། ཚེ་སྤེ་ཟིག་ག་དུས་ར་ད། ཤོག་ར་དུ་མ་མོ་ང་ཉིད་ནས་ད། དུ་བ་ཤོང་འགྲིག་དེ། མི་ལོ་སུམ་ཅུར་སློང་བའི་ཁོ་མོར་མཚོན་ན་རི་མོ་སྣ་ཚོགས་ལ་དགའ་ཞེན་ཆེ་ཞིང།
དེའི་རྐྱེན་རང་ཉིད་ཀྱི་མི་ཚེའི་ལམ་གྲོགས་སུ་མཛད་པའི་དགའ་སྐྱོ་ཆགས་སྡང་གི་ཚོར་བས་ཟིང་ནས་འཁྱེར་བའི་བརྩམས་ཆོས་རེ་རེར་འགྲན་པར་བསླད་ཚེ། ད་གཟོད་ལས་རིགས་འདི་ནི་མི་ཚེའི་སྐྱིད་སྡུག་ཁྲོད་རྙེད་པའི་བདེ་སྐྱིད་ཀྱི་རྨི་ལམ་ཞིག་དང། རེ་སྙེག་གི་ཕུགས་འདུན་བཅོལ་སའི་ཞིང་ས་གཤིན་པོ་ཞིག་ཡིན་པར་སྙམ། དང་པོ་ཆུ་ཁ་རི་མོ་དགའ་བཞིན་དགའ་ཡང་བཞིན་དུ། ཉིན་ཚིག་ར་ད་ཤི་བའི་ཆུང་ཆུང་འདི་རེད་ཨ་མྱེས་ཚོ་ང་སོང་ནས་ར་ད་ངའི་ཀ་མྱེས་ཚོ་ང་ད་ལྷ་ས་ན་མ་ར་ཆ་ཡོང་ནོ་རེད་ཟེར་གི་དེ་ཐང་ཁ་གི་སྤར་དེ་མི་ཤི་གི་ཡག་པ་ཆ་ཡོང་གི་མོ་ད་ཡི་གི་ན་རྒྱ་བཞུགས་གི་དེ་དེ་ན་ད་ཤི་གི་ཡག་གི་འདུག་དང་ཟེར་དེ་གི་སྒྲོལ་སྐྱོང་ཟེར་ཡོད་གི་དེ་གི་ཤི་གི་སྒྲོལ་སྐྱོང་དེ་ད་ངའི་ཤི་གི་ཡག་གི་འདུག་ཟེར་དེ་དེ་ནས་དེ་དེ་གཞི་མཚམས་མཚམས་ལ་སོང་དེ་དེ་ནས་འདྲི་ཁ་ཡི་དེ་ཡི་གི་དེ་ཚེ་དེ་དེ་ནས་གི་ད་ཤི་གི་རི་མོ་འདྲི་ཆོག་དགའ་ཡང་ཟེར།
ཁོ་མོས་མི་ཚེ་གི་ལང་ཚོ་ཡོད་ཚད་སྒྱུ་རྩལ་ལ་བསྟིམས་ཤིང། མི་ཚེ་གི་གཏམ་རྒྱུད་ཡོད་ཚད་སྒྱུ་རྩལ་ལ་བཅོལ་ཡོད། མོ་ནི་རང་གི་དགའ་ཕྱོགས་ཁོ་ནར་འཐམ་པའི་མི་རང་བཞིན་ཅན་ཞིག་ཡིན་ལ་མི་གཏན་ཚིགས་ཅན་ཞིག་ཀྱང་ཡིན་པར་སྨྲས། ད་ངེས་པར་གཞུང་ཕྱོགས་ཀྱི་བྱ་བར་མནོ་བསམ་ཕྲན་ཙམ་ཡང་མ་བཏང་བར་སྒྱུ་རྩལ་ཁོ་ན་འཇུས་པའི་ལོ་ཟླ་དེ་ནི་ཅི་འདྲའི་མཚར་སྡུག་ལྡན་པ་ཞིག་རེད་ཨང། དེ་སྔ་ལྷོ་ཆུང་དཀའ་ཐུབ་ལོ་བཅུ་ཐམ་པ་ཡིན་དུས་ཚོད་དྲུག་ལ་ལོག་པ་ཡིད་དཔའ་ཚལ། ལུག་གི་སྐྱ་སྟོང་རམ་ཀ་ཡ་དེ། དུས་བདག་སྨན་ཁང་ནང་སོང་ནས་ད་དུས་བདག་ལོ་བཅུ་ཐམ་པ་རེད། ད་སྨན་ཁང་ནང་སོང་ནས་སྨན་ཁང་ནང་ན་ད་བ་ཉིན་རེ་བལྟས་ཚེ་བ་ཉིན་སུམ་ཅུ་བལྟས་སྟངས་སུ། ད་ཨ་བ་ལ་མ་ཉན་ད་ཙི་ཙི་ཙི་ཙི་ཀུ་ད་ད་ཕྱི་ར་སོང་ནས་ད་ཅུང་མ་གི་དེ་འདོད་ཚེ་ད་ལ་དཔའ་ལ་ཅུང་མི་སྐུ་ད་ཤུལ་ཆད་ར་དེ་ལྷོ་བྲ་ལ་སོང་འཇུག་མི་ཐུག་གི་བ་དེ་མི་བསམ་ཚེ། ཨ་མ། ཨ་མ། མོ་ལ་ཆེས་སྤྱིར་བཏང་གི་བུད་མེད་ཅིག་གི་རང་གཤིས་ཡོངས་སུ་འཛོམས་ནའང། གནམ་གྱིས་གནང་བའི་ལས་སྐལ་གྱི་ཆོས་ཉིད་འདི་ལ་ལྡོག་ཐབས་མེད་པ་ནང་བཞིན། མོ་རང་ཕ་ཡུལ་ནས་སློབ་གྲྭ་འགྲོ་བའི་བར་ལག་ཤུལ་ལ་སྟབས་མ་ལེགས་པར་ཆག་སྒོ་ཆེན་པོ་ཞིག་གིས་ལག་པ་ཡ་གཅིག་མེད་པར་གྱུར། ཨ་ལ་འཛུམ་མདངས་སུ་ག་དུས་རེ་བརྩིགས་ཡིན།

སླར་ཡང་འཚོ་བ་གསར་བ་ཞིག་གི་དགོངས་པར་སྣང་གིས་བཤད། ད་དེ་ཤོང་གི་ལ་རང་ག་རི་མོ་རི་ཅོ་ཆུང་འབྲི་ནས་ཤིག་གི་ག་གི་མོ། དུས་ད་ལ་ཁ་འདི་ཚ་ད་ཡང་རི་མོ་རི་འབྲི་དེ་ནས་ད་རི་མོ་ཐང་ཐང་ཐང་ད་ངས་རང་གི་ཨ་ཕ་ཟིན་ནས་ད་ངས་ག་བར་འབྲི་ནས། ད་ཤང་གི་ཆུང་ཆུང་ར་ད་འབྲི་ནོ་ད་དེ་ངོ་མ་ཧྲམ་ཧྲ་སོགས་ཀྱང་མི་ཤིག་གི་ར། ད་སྨན་པ་ཁྱོད་ཡང་དེའི་སྟེང་ནས་ད་ཁྱེད་རི་མོ་འབྲི་ནོ་ཞིག་ཡི་གེ་ཞིག་ཧྲ་གི་ཏི་ཟིན་ན་ད་ཞིག་དགའ་གཏོང་ཟེར་དེ་ནས་ད་ལྷག་ཏུ་ལ་ཡི་ཞིག་འབྲི་མཁན་འདྲ་ཡིས་སྦྱང་སྟེང་ནས།
མོ་ལ་འཆི་སྒོ་བྱུང་བའི་ལོ་ཟླ་དེ་དག་གི་འཕྲོལ་དང། ཕ་མས་མོ་ལ་ནད་གཡོག་བྱས་པའི་དེང་ན་རང་བའི་འཕྲོལ། མནའ་མར་ཅན་ཁོ་མོ་ཕུགས་བསམ་ལ་གཡོ་བ་མེད་པར། ལང་ཚོ་ལ་ཉམས་པ་མེད་པར། ང་རང་མུ་མཐུད་དུ་སློབ་གྲྭ་འགྲོ་རྒྱུ་ཡིན་ཞེས་པའི་སྐད་ཆ་དེ། ནི་ཅི་འདྲའི་བབ་ཆགས་ཤིང་སེམས་ཀྱི་གཏིང་རིམ་དུ་ཟུག་པའི་སྙིང་འཕུར་ཞིག་རེད་ཨང། དུས་དེ་ནས་བཟུང་འབྲི་དེབ་ཅིག་དང་ཤོག་བུ་ཞིག་གིས་ཁོ་མོའི་ལས་དབང་གི་མི་ཚེའི་མཚོན་བྱེད་བྱས་ཤིང་སྐྱིད་སྡུག་གི་འཚོ་བ་རྔམ་གྱིས་ཟིན་ཡོད། འོ་དེ་རེད་དེ་ནི་དེ་ཞིབ་མོ་འདི་གཡུང་དྲུང་གྲུབ་མ་ཐུག་སྐུ་ལ་དེ་དེ་ནི་ལོ་བཅུ་དང་འབུད་དུང་ནི་ལོ་གི་ཀ་བ་ཆེན་གྱི་དྲོད་དང་དེ་ནི་ལ་ཚད་མེད་གྱི་བཙོང་དང། དེ་སྔ་ཁྱེད་ལ་ཨ་ཕ་སྤྲུལ་སྐུ་འདི་གི་སྤྱི་འཁྱུད་ཡས་གནང་སོང་ནི་འདི་སྐྱེས་ན་དེ་ནི་ལག་ཚད་མེད་ཅིག་དང་འདྲ་ལག་ཚད་མེད་ཅིག་དང་ནི་འདི་ནི་ཀུ། ད་ཀྱོ་ད་དུ་སྔ་ཧ་མ་ཉིན་ག་ལ་རྩ་ག་སོང་ན་ཤིག་གི་ཁུ་ཁྱི་ད་ད་འདི་མ། ཀྱོ་ཨང་གི་འདི་ལོ་ཆུང་ཆུང་སི་འདི་མི་ཚང་མས་ག་བཙོན་བ་གནང་ས་འདྲ། དི་ཅི་ད་ད་ཡ་མཚན་ངན་ག་ལ་སི་ཅི་ན་མོ་ཤིག་གི་ཡོག་གི་ད་རོ་རོ་བིག་ཏྲི་རེད། དི་ཅི་ཙི་གི་དི་ནི་ཀྱོ་ཤི་མོ་ཁི་རི་མི་ད་ཧ་མ་ཉིན་ག་ཅིན་ག་དེ་མི་སིན་ལྷ་དུས་གོང་ན་མ་རི་བྲག་ན་རེ་མོ་དང་ཀྱོ་ཁྱི་ཟི་ན་ལྷོ་བྲག་ན་འགྲོ་ཀུ་ལ་རི་མོ་ཡིས་ལྷོ་བྲག་རྟ་ཟན་གི་དེ་རི་མོ་སྨྲ་བའི་མུ་ཅོར་འདི་སྐྱེ་ནི་འབྲི་ཟན་གི། འདི་ཚེ་ནི་ས་སྐུ་ལྡན་མ་གི་ཁྱི་འགའ་ཧ་མ་ཡིན་ག་ཁོ་མ་ཁྱི། ད་ལྷོ་བྲག་ནང་མོ་སྐུ་དང་འཇོག་གོ་ལེར་མོ་སྨད་ཁང་ནང་གོག་བུ་བཙུག་འཇོག་གོ་ལེར་ཚེ་ནི། ད་ཅོ་འདི་སྐྱེ་དུས་ང་ཧ་མ་ཡིན་ག་ལ་ཤི་གི་སི་ནི། ག་ཁྱི་ཤི་གི་བསམ་པ་ནི་མོ་མི་བདེ་ཟི་ད་ད་གད་ད། དོན་དག་འདི་ནི་བསམ་ཡུལ་ལས་འདས་པའི་རྐྱེན་ངན་ཞིག་ཡིན་ཏེ། ཁོང་མོ་སྨན་ཁང་ནས་ཕྱག་རྡོལ་བྱས་པའི་དུས་ཡུན་རིང་བའི་ཁྲོད། མིག་ཆུ་སྦྱིན་ཐག་ལ་འདྲེས་པའི་སེམས་ཀྱི་སྡུག་བསྔལ། ཁོག་ད་བས་ཏེ། རང་ཉིད་ཀྱི་དགའ་ཕྱོགས་དེ་ཉིད་རྒྱུན་སྐྱོང་ཆེད་རི་མོའི་འགྲེམ་བྱུང་གི་ལས་ལ་རྩོམ་པ་ཆེར་བསྐྱེད་ཀྱིས་ཕ་ཡུལ་གྱི་རི་ཆུ་ནགས་གསུམ་དང་ཕ་ཡུལ་གྱི་སྐྱེས་སུ་ཡི་པའི་མི་སྣ་དེ་དག་གི་ཞིབ་འཇུག་རི་མོའི་ལམ་ནས་གསལ་ལེར་བཀོད་དེ། ཐོག་དང་པོར་སྨན་ཁང་ནས་ཨ་ཕ་ཞེས་པའི་རི་མོ་ཞིག་བྲིས་རྗེས་ཁོ་དང་ལུས་ཤིང་གཅིག་པའི་ནད་པ་དང་ལྷར་བཅས་མང་པོས་མོ་ལ་བསྟོད་པའི་མཐེ་བོང་བར་མེད་བསྐྱངས། ད་དེ་ག་ལ་ཁོ་མེད་སོང་དེ་ག་མེད་ཁོ་ནང་ན་ཤི་ར་ཡོང་ན་ལྷོ་བྲན་ནང་ང་ཤི་སོང་ས་དེ་ཤི་གི་ཙི་གི་ཤི་གི་ངོ་ཚ་གི་ཤི་གི་ངོ་ཚ་ནས་ཤོང་གི་ང་ད་སང་ཡིད་ཀྱི་ར་དེ་པ་ཡ་ཡིད་ཀྱི་དེ་མ་ལྷོ་བྲ་འཇུག་རུག་གི་མ་རྨོ་ད་ཇི་འདེ་ང་ཁི་ཤུག་ཙི་ག་གི་ལེགས་གི་ལེགས་གི་སོང་འདི་ཚ་ད་ཁྱི་ཤུག་ག་ང་འདི་ཚ་དོ་ཟི་ལི་ད་དེ་ད་ག་ལ་ཁོ་འདི་ཚ་ད་ལེགས་གི་ལེགས་གི་སོང་ཟི་ཤི་གི་ལྷོ་བྲོ་ཅུག་ད་དེ་དེ་གི་དེ་ན་ལ་ཤི་གི་ངོ་འདྲ་ཚ་གི། ད་ལྟའི་ད་རུང་ཡིན་ན་ལ་ཙི་གི་ཟི་ཅིག་ཉིན་མོང་ཡོད་བསམ་ར་ཡིན་ད་ད་ཅིག་ཉིན་མོང་ཚོགས་ད་སོ་དེ་མི་ཟ་སོང་ར་ཙི་གི་ཟི་ཅིག་ཨུ་ཏན་ར་ཡིད་ད་ཡིད་ད་འདྲ་ཤིག་སེམས་ན་ངོ་འདྲ་ཚ་ན་ཟི་གོ་ན་ཅི་སེམས་ར་ཙི་གི་ཟི་ཏི་ཀི། གཡུང་དྲུང་སྒྲོལ་མའི་ཨ་ཕ་ལ་མཚོན་ནའང་ཆེས་ཡབ་སྤྱིར་བཏང་གི་ཞིང་ལས་ཁྱིམ་ཚང་ཞིག་ནས་སྐྱེས་ཤིང། འཁོར་བའི་ཟུངས་ཐག་གི་འཇུག་ངོགས་རེ་རེ་ནི་ཁྱིམ་ཚང་འདིའི་གདོང་འདག་གི་ཀ་བ་ཡིན་སྲིད་ལ། གཡུང་དྲུང་སྒྲོལ་མའི་གཞན་ཕན་ལྷག་བསམ་གྱི་བསམ་བློ་དེ།

དེ་ཡིན་ན་ཡང་ང་དེ་སྟོབས་ཤུགས་མང་བ་ཟིན་ཏེ་ཐུག་གི་འདུག་དེ་རི་མོ་འདི་འདི་ད་ངའི་སྟོབས་ཤུགས་པའི་སྟོབས་ཤུགས་ཅིག་ལགས་པ་ཟིན་ཏེ་འབྲི་ནི་ཡིན། གཡུང་དྲུང་རོལ་མ་ནི་ཨ་ཕའི་སེམས་ནང་གི་སྙིང་དང་བྲལ་བའི་མིག་ཡིན་ལ། ཉིས་སྟོང་བརྒྱད་ལོར་སི་ཁྲོན་ཝུན་ཁྲོན་དུ་ས་འགུལ་བྱུང་སྟེ་གཡུང་དྲུང་སྒྲོལ་མའང་གནས་དེ་ག་ནས་སློབ་གཉེར་བྱེད་བཞིན་ཡོད། སྐབས་དེར། ཨ་ཕས་ཚུར་ངོ་ནས་གནས་ཚུལ་དེ་བཀོད་དེ་སེམས་ལ་སྐྲག་སྣང་གིས་གང་ཤོང་སྙམ་མོར་ཕའི་ལ་ཞོགས་སུ་ལམ་ལ་ཆས་ཏེ། སོང་ཕྱི་ནས་རླངས་འཁོར་སོགས་འགྲོ་ཐུབ་མེད་པས་ས་ལེ་བར་གཉིས་བརྒྱ་ལྷག་གི་མཚམས་སུ་རྐང་ཐང་དུ་བསྐྱོད་དེ་ཁོ་མོའི་གམ་དུ་ཁྱེར། འདི་ནི་ཨ་ཕས་བུ་མོར་བཅངས་པའི་སེམས་ཀྱི་བརྩེ་བ་ཉག་གཅིག་ཡིན་ལ་ལུས་ཀྱི་དུང་བ་ཡིག་གཅིག་ཡིན།
ཉིས་སྟོང་བརྒྱད་གི་ལོ་ནི་ཝུན་ཁྲང་གི་འདི་གི་དུས་དྲན་སྐྱོད་ནི། དེ་ནི་ང་ས་ཁྱིང་ཧའེ་ཟི་ན་ཡོད། དེ་ནི་ས་འགུལ་གཅིག་དང་ཟིག་གི་ཟླ་ཞིབ་མོ་ཝུན་ཁྲན་ནི་ཡིག་གི་ལྷོ་བྲག་སྟེགས་བོ་ན་རེད་དེ་ནི་དེ་དག་ཅིག་གི་ང་ཚེ་ཚིག་གི་ཟླ་ཞིབ་མོ་ཚ་མེ་ཟི་འདི་ས་ན་ཧ་མ་གི་རྒྱོ་ཆིས་ནོ་ཧོ་དུས་བུ་དེ་མར་ཝུན་ཁྲན་ང་སོང་ན་དེ་ཅིག་སུང་ཕ་ང་ཐང་དེ་མར་ལམ་མ་གི་ལུང་ཁུ་ཀུན་ནི་སོང་ན་སུང་ཕ་ནི་ལམ་མ་གི་དེ་ནི་དེ་མར་ཀུང་ནི་ས་ལི་ཡ་གཉིས་ཅལ་དོག་ཅིག་ཡོག་གི་ད་སིན་ཅན་ཡ་མེ་ཟོག་གི་ད་ཟླ་ཀོ་དོ་ང་སོང་ན་ཞིབ་མོ་ཚ་སོང་ན། དེ་ནང་ནི་ལོ་ང་སྟེ་ནི་རེད།

གཅིག་པོ་ལས་ལས་བྱེད་པ་གཅིག་པོ་དང། ལོ་རེའི་དབྱར་གནང་དང་དགུན་གནང་གི་སྐབས་སུ། ཀན་སུའུ་བླ་བྲང་ཐང་ག་སྒྱུ་རྩལ་ལྟེ་གནས་སུ་ཐང་ག་འབྲི་ཆུ་འགོད་ལས་ལ་བརྩོན་ཏེ། སྲོལ་རྒྱུན་རི་མོའི་འབྲི་ལུགས་དང་བོད་ཀྱི་ཐང་ག་འབྲི་ལུགས་གཉིས་ཟུང་འབྲེལ་བྱས་ཏེ། ཐུན་མོང་མ་ཡིན་པའི་ཁྱད་ཆོས་འབུར་དུ་ཐོན། བྱང་གི་རྒྱལ་ཐང་ནི་དེང་ཕྱོགས་ཤིག་གི་མ་ཧྲོ་དེ་མོ་སོང་ནས་དེ། ཡུལ་ན་འདུག་ཆུ་ཡུར་རང་ད་མོ་ལྷོ་བྲག་ན་སོང་མི་ཐུག་གི་དེ། ཡུལ་ན་འདུག་ཆུ་ཡུར་རང་སོང་ད། ཀྱི་ཐང་ཁ་བྱང་གི་འཇུ་ཆུ་ཟིག་ཏུ་ནི་ཀ་པཱ་ལ་ཨ་མ་ཆེན་པོ་ཡང་འདི་རུ་རང་ཨ་ཡེ་རུ་མ་རུ་འདྲིར་དུ་ཡིན་ནས་ཏི་ལབ་རོང་ན་ཐང་ཁ་བྱང་ཐུག་གི་ཟིག་འདི་ནི་ཀ་པཱ་ང་ཅང་སོང་ནས་ད་ལབ་རོང་སོང་ནས་དི་རི་ད་ཐང་ཁ་གི་ཐང་སྟོང་མ་སྟོང་མ་ཐང་ཁ་གི་བྱང་ནང་ན་མི་ཟིག་གོ་ཐང་ཁ་གི་ད་མགོ་བཙན་ནང་ཟིག་གོ་དེ་རུ།
བ་ཆེན་ཅིག་གིས་མོ་ལ་འདི་ལྟར་བསད་ཐབས་མེད་པའི་སྡུག་ཡུས་དང་དྲན་གདུང་གི་ལོ་ཟླ་ཞིག་བསད་ཞིང། འདི་ལྟ་བུའི་འཆི་སྒོ་ཆེན་པོ་ཞིག་གི་ཀློང་རིམ་ནས་མོས་ད་གཟོད་མི་ཚེ་གི་རིན་ཐང་དང་གནས་ལུགས་ཀྱི་བདེན་པ་ག་ལེར་རྟོགས་ཤིང། དེའི་སྐྱེ་བོ་རྣམས་མ་འདོད་ལ་ད་ཡང།

འདི་སྣང་བ་དེ་གཅིག་པོ་བ་དེ་ནི་དེ་ཐེར་ཞིང་གསུངས་ན་དེ་འདི་སྣང་བ་རེད་གཅིག་པོ་ནི། རྣམ་པར་སྤྱན་རང་བསྙེན་ནི་ཆེས་སྤྱིར་བཏང་གི་རི་མོའི་སྤྱི་རྫས་ལ་དགའ་མཁན་ཞིག་གམ་འདུ་ཤེས་བཟུང་བ་སྟེ། དེའི་ཚོད་མང་པོའི་འཕྲོ་བརླག་ཏུ་མ་བཏང་བར། ལག་པ་ཤ་གཅིག་གིས་ཡི་གེའི་འབྲི་ཀློག་དང་རི་མོའི་འབྲི་སྦྱོང་གི་ལས་ལ་བརྩོན་ཏེ། སི་ཁྲོན་མཛེས་རྩལ་སློབ་གླིང་ནས་སློབ་གཉེར་གྱི་ལས་སྐལ་རག་རྗེས་ནི་ཕུགས་བསམ་གྱི་གནས་ལ་ཐོགས་པའི་འཚོ་བའི་གདམ་ག་དེ་བཤད། དེ་ལྟར་ཡང་ངེས་ཤིག་དྲན་གྱི་ཡོད་དེ།

ཞེས་ཀུན་ཐུབ་རེད་ད་ཅིག་ཡང་ཡ་ག་ནོ་དེ་དེ་ཚིག་ཟུར་མ་རེད་ལ་ཡིག་ཐོག་རེད་ཡང་སེམས་ཚིག་ཟུར་སེམས་ཁམས་རེད་མ་དེ་ནི་མ་ཟིག་གོ་བ་ད་ཡང་ཨ་བ་རིན་པོ་ཞིག་དཀའ་ཁག་ཡོད་གི་མོ་དཀའ་གི་མོ་བྱུང་གི་དེ་ག་དེ་ད་ཆི་ག་དཀའ་གི་ཟིན་ན་ལ་ལོ་དུམ་ཟི་ག་དེ་དཀའ་བ་ང་བྱུང། ཁ་ཚོང་བ་གཅིག་དང་རེད།
མོ་རང་སློབ་ཆེན་ནས་ཐར་ཕྱིན་རྗེས་ཁོ་མོ་སེམས་སུ་ཉར་བའི་ཕུགས་བསམ་གྱི་ཁ་གཡང་ལ་འོད་སྣང་འཆར་ཏེ། ཉིས་སྟོང་བཅུ་གསུམ་ལོར་གཡུང་དྲུང་སྒྲོལ་མ་སི་ཁྲོན་མཛེས་རྩལ་སློབ་གླིང་དུ་རྒྱུགས་འཕྲོད། སྐབས་དེར། ཐང་གའི་རི་མོ་འབྲི་སྟངས་ཙམ་མ་ཟད་ད་དུང་སྣུམ་ཚོན་རི་མོ་དང། སྐྱ་བྲིས་སོགས་རི་མོ་སྣ་ཚོགས་ལ་སློབ་སྦྱོང་བྱས། ད་དུས་དེར་སློབ་གྲྭ་ནང་གི་རི་མོ་འབྲི་ཀློག་ཀྱི་འབུལ་རྟགས་གང་དྲུང་ནས་ང་དེ་མ་ཟད་ངོ་ཤེས་བཟང་མོ

ད་ཁྱོད་ཚོས་ཟེར་རོ་ཡོད་བ་གི་ཟེར་ལེ་ཁོག་ན་དེ་སང་གོ་གི་པ་ང་དེ་མོ་ཁྱོད་ཆོ་རོག་ཡིན་ནི་ཉིན་ནི་དེ་མི་མི་ཟིག་གི་གོ་ད་ངའི་རོ་མོ་དེ་ཉིན་ནི་ང་གོ་མོ་ཁྲི་ཟིག་ཁྱོད་ད་གོ་མོ་ཁྲི་དེ་ཁུ་ནི་ད་ཡང་ཐེར་ཤིང་གི་ཐེར་ཤིང་ནི་ད་ཡང་ལྷ་ས་ཡར་བུད་སོང།
ཁོ་མོས་ད་ལྟའི་བར་ཐང་ཀ་བཙུགས་ཤིང། སྐྱབས་བཅོལ་རི་མོ་དང། ནམ་མཚོན་རི་མོ། གསར་རྩོམ་སྐོར་གྱི་བརྩམས་ཆོས་མང་པོ་ལེགས་འགྲུབ་བྱུང་ཞིང། རྣམ་ཀུན་རི་མོའི་བརྩམས་ཆོས་མང་པོ་དཔྱིད་དུ་བཀྲམ་ཞིང། བརྩམས་ཆོས་རེ་རེའི་ཁྲོད་ནའང་ཁོ་མོར་མངལ་ཆུ་དང་དཀའ་སྡུག་གི་ལོ་ཟླ་རེ་རེ་ངང་གིས་འདས་ཤོག། དེ་བས། སྙིང་རྗེ་བཤགས་སོང་བ་རང་དུ་བསྐྱུར་མཁན་གྱི་མི་བག་གཤམ་གསེང་ཅན་དག་གི་སེམས་ཀྱི་སྐྱོར་ཞིང་ལས་ཀྱིས་བསྐུལ་ཏེ། ཁོ་མོའི་སྒྱུ་རྩལ་གྱི་འབྲུ་བཞི་ལ་མཚར་སྡུག་གི་ཁ་དོག་གསར་བ་བསྣན། ལྷ་ས་ཡོད་རེད།
དགེ་རྒན་བསྟན་པ་རེད་བསྟན་ཚུལ་ཡོད་གཞུང་གིས་གསུངས་ནི་རེད། དགེ་རྒན་བསྟན་པ་རེད་བསྟན་ཚུལ་ན་ལོ་བདུན་དུས་གཏོང་སྲིད། ངན་སོང་ནི་ལོ་བཞི་ག་ད་གཞུང་གི་བཅའ་ཐུབ་གཞུང་དང་གཟུ་མོ་དུ་ལོ་བདུན་ལོ་སུ་ན་ད་རང་གི་ཐར་ཤི་ད་འགན་འཁྲི་དང། ད་དེའི་བར་ད་ཁྱིམ་ཚང་རིང་མོ་ད་དེ་གྲས་དེ་ག་ལྟོ་བ་དེ་བཞེངས་བ་ནས། ཆུ་ཚོད་ཁོམ་གསུམ་རེ་ད་ན་ད་ཐང་ཁ་ཡིན་ན་གཞུང་འབྲི་དང་ཤིག་གི་རང་གི་དེ་ག་ཤིག་གཏད་ལེན་འབྲི་སྟངས་ན་ད། ཚིག་ཟུར་རྒྱ་ག་ར་དེ་ར་ཁུག་གི་མོ་ཤིག་གི་ཁུག་ལ་ད་རང་གི་ཚིག་ཟུར་མ་ཧྲོ་ཆེ་ན་ཟིག་གི་དེ་ཡི་གྲས་ད་ཁྱིམ་ཚང་རིང་མོ་རེ་འབྲི་ལ་དེ་ག་ད། ཞོ་ཞོ་ག་ཤིང་ཆི་ཟིག་གི་བ་ཤིང་ཆི་འབུ་ཐུང་ཐུང་དེ་ད་མ་ཧྲོ་ཁ་དུམ་ཐུང་ཐུང་རེ་ད། གོ་ཁ་སོང་ནས་ད་ལྕགས་ཁང་ར་དུམ་འདྲ་དང་ཁ་བའི་གོན་ར་དུམ་ནང་སོང་ནས་ད་རང་གི་རི་མོ་ད་བུ་འཛིན་ར་དུམ་ཆུང་ཆུང་ཆགས་སོང་ནས་ཐོ་བ་ད་ཁྱིམ་ཚང་རི་མོ་བརྩིགས་ཟིན་འདྲི་དུ་ཡིན་ནས། སྤྱི་ལོ་ཉིས་སྟོང་བཅོ་ལྔ་ལོ་ནས་ད་ལྟའི་བར་ལྷ་ས་ནས་བོད་ཀྱི་ལྷ་རིས་སྒྱུ་རྩལ་པ་གྲགས་ཅན་རྒན་བསྟན་པ་རབ་བརྟན་མཆོག་གི་དྲུང་ནས་སྨན་ཐང་ལུགས་ཀྱི་འབྲི་རྒྱུན་ལ་སྦྱང་བརྩོན་ལྷོད་མེད་བྱས་ཏེ།

འདི་འདི་མི་རེད་བྱུང་ནི་ལོ་ཅི་ཐ་མ་འདི་ནི་འདི་ལ་ཁ་ཁ་ཡོད་དུ་མ་རེད་འདི་ཕྱི་སོ་འདི་ཅི་ཁེ་རོ་བི་ད་ནི་འདི་ངན་གེ་མི་དེ་སུན་ཁོས་ཟིན་ནོ་གོ་ད་ཁ་འགྲོ་ཉུལ་ཁི་རི་མ་ཅི་ཁྱེད་པོ་སུན་འཛིན་ལུགས་འདི་ཤུ་ཤོ་ག་གེ་མི་ཅི་རི་མི་དྲི་ཐང་ཁ་དྲི་འདི་མི་ཅི་ཐ་འདི་གེ་གེ་བཟང་ང་ག་ཐུ་འདི་ཅི་འཛིན་གི་འདི་ད་འདི་བཟང་གི་ད་འདི་སུན་ཁོས་ལ་འདི་འདྲ་ཅི་མི་གོ་གི་འདི་རེད།

དེ་ལྟ་ཡང། གཡས་རུ་སོང་ནས་རི་མོ་གཞུང་དེ་ཡིན་ན་འདོད་གི། གཡུང་དྲུང་སྒྲོལ་མ་ནི་རྒྱུན་དུ་ལྷ་ས་ནས་གཞིས་ཆགས་ཤིང་ལྷ་ས་ནས་རི་མོའི་འབྲི་སྦྱོང་གི་ལས་ལ་འབད་པས་བརྩོན་བཞིན་ཡོད། དགེ་རྒན་མང་པོའི་དྲུང་ནས་རི་མོའི་གཞུང་ལུགས་དང་ཐང་གའི་སྒྱུ་རྩལ་གྱི་ཉམས་མྱོང་ཇི་དགར་བསགས་ཤིང། མཚམས་རེར་ཕ་ཡུལ་དུ་ལོག་པའི་སྐལ་བའང་ཤིན་ཏུ་ཉག་ཕྲ། ཡུལ་ལ་ལོག་ནས་དུས་ནས་རི་མོ་འགོར་ཚེ་སེམས་ནི་དངངས་འཚབ་ཅིག་གིས་རང་དབང་མེད་པར་རི་མོ་འབྲི་འདོད་ཀྱི་སེམས་ཁམས་ཇི་དགར་སྐྱེ་ཡོང།

བ་ན་ད་ལྷ་ས་ཟིན་ན་འདུག་ཅི་ཟིག་གོ་ད་ལྟ་བ་མང་བ་དང་རུང་མི་ཤིག། མ་འོངས་པར་ཁོ་མོས་རང་གི་ལས་སྒྲུབ་ཁང་ཞིག་གསར་འཛུགས་བྱས་ཏེ་སློབ་མ་མང་པོ་སྐྱེད་བསྐྱངས་ཤིང་རིམ་མེད་སྒྱུ་རྩལ་གྱི་བརྩམས་ཆོས་མང་པོ་ལེགས་འགྲུབ་བྱུང་བར་རེ་བས་བསྡད་ཤོག་ཁོ་མོས་རྣམ་རྒྱུན། ང་རང་ནི་ཅི་ལྟར་དཀའ་ངལ་ལ་འཕྲད་ན་དེ་ཙམ་གྱིས་འབད་བརྩོན་བྱེད་པར་སྤྲོ་བའི་བུ་མོ་ཞིག་ཡིན་ཞེས་བརྗོད། ཁོ་མོར་མཚོན་ན་རི་མོ་འབྲི་སྦྱོང་གི་ལྷན་སྐྱེས་ལྡན་ཞིང་འགྱུར་མེད་སྙིང་སྟོབས་ཀྱི་གོ་ཆ་བྲིས་ཡོད་པས། ཁོ་མོའི་རྒྱུད་ལས་ད་གཟོད་རྩོམ་པའི་ཆུ་རྒྱུན་མ་དྭངས་ན་མི་འགྲུབ་བྱ་བ་ཅི་ཡང་མེད་ཅེས་པའི་གནས་ལུགས་གསལ་བོར་རྟོགས་ཡོང་ངེས།